ཨེ་ནི། མི་རིགས་ཁག་མང་པོ་གཅིག་གིས་ད་མི་དེ་འདུས་བྱས། ཨེ་ནི་ཁྱེད་རང་ཚོས་དེ་ཞིག་སྒང་ཚེ་རིང་པོ་ཡོང་ཡག་གི་པའི་སྨོན་ལམ་རྒྱག་ཡག་བྱས་འདུག་ཟེར་བྱས་པ་རེད། ཨེ་ནི། ངའི་ངོས་ནས་ཆ་བཞག་ནས། བརྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡིད་རབ་བསྐྱེད་པ་ཡི་དོན་དེའི་གཏེར་དེ་གསལ་བར་བྱེད་པར་ཤོག། ཐུགས་སྨོན་ཇི་ལྟར་གནང་བ་ནང་བཞིན་ནི། འཛམ་བུ་གླིང་འདི་གང་ལ

ཞེས་གང་དག་དངོས་ཡོད་གནས་ཚུལ་ལ་ཡང་ཆོས་ཟེར་ཏེ་ལྷ་གསོལ་ཡ་རོ་ཅི་སྐད་ཆ་བྱེད་དགོས་མ་རེད། སེམས་རྒྱུད་བརྟག་དཔྱད་བྱས་ནས་སེམས་རྒྱུད་འདུལ་ཐབས་བྱས་ཡ་དེ་ད་གང་དག་བློ་ཆོས་སུ་འགྲོ་གཏོང་ཡ་ཟེར་ཏེ་བློ་ཆོས་སུ་འགྲོ་ཡ་གི་ད་གང་དག་ཅིག་ང་ཚོས་ད།

ཁྱབ་བྱེད་མཉམ་པར་བརྒྱུད་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡིད་དབང་འཕྲོག་པའི་ཐོག་ནས་ནི་གང་དག་ཕན་པའི་བསམ་པ་ལྷག་བསམ་གྱིས་ཀུན་ནས་བསླངས་ཏེ་གཅིག་འཛམ་བུ་གླིང་ལ་ཡང་གཅིག་དངོས་གནས་གཅིག་གི་ཞི་བདེ་ཡང་ཡང་ནི་རྒྱ་ནག་ལ་ཆ་བཞག་ན་ནང་པའི་ཆོས་ཤུགས་ཆེན་པོ་ཡོད་རེད། ད་ཡག་པོ་གཅིག་གི་དར་རྒྱས་འགྲོ་ཐུབ་ཡ། ཨེ་ང་ཚོ་བོད་ཆོལ་ཁ་གསུམ་གི་མི་མང་ཚང་མ་ལོ་ཆོས་ལ་དད་པ་ཞེ་དྲག་ཤུགས་ཆེན་པོ་རེད། བྱས་ཙང་ཁ་ང་རང་ཚོ་ཚང་མ་ལོ་སོ་སོའི་བ་མེད་ནས་མ་རིག་གཞུང་དུ་ཁྱད་མེད་ཀྱི་གང་དག་རྗེས་ཀྱི་སེམས་རྒྱུད་ཞི་ཞེས་དུལ་བ། གཞན་ལ་ཕན་པ་བསྒྲུབ་ཡ་དེ་འདྲའི་ཞིག་གིས་ད་ང་ཚོའི་གོམས་གཤིས་ལ་ཡོང་རེད། ས་དེ་འདྲ་ཡིན་དུས་ད་ཅིག་ངའི་ངོས་ནས་བྱ་བཞག་ན། སྒ་མོ་རྒྱ་ནག་ལ་ཆེན་པོ་ཡིན། ཨེ་ནི། ཏུང་པའི་ཁུལ་དུ་དེ་བ་མང་པོ་གློད་སོ། ཆོས་ལ་དད་པའི་ཤུགས་ཀྱིས་ག་ས་ག་ལ་འདུག། ད་ང་ཚོ་དེ་ཨ་མདའ། བཙན་བྱོལ་བ་ཆགས་བྱས།

ཞིག་གིས་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི་སྙིང་རྗེ་ཆེན་པོའི་ཡིད་དབང་བསྒྱུར་བ་ཡིན། ཕྱིས་ན་གསུང་དབྱངས་ནི་གཅིག་གིས་ཕན་པའི་བསམ་པ་བཞི་ཀྱི་དུས། དེ་འབྲེལ་གྱི་སྟག་ལོ་སྟེགས་ཀྱི་གཅིག་གི་འཛམ་བུ་གླིང་ཡང་དངོས་གནས་དྲང་གནས་ཀྱི་གཅིག་གི་ཞི་བདེ་ཡོང་ཡག་གི་སྨོན་ལམ་སྐྱེ་བོ་ནང་བཞིན་ངང་རེ་ངོས་ནས་བྱ་བྱས་ནས་དངོས་གནས་དྲང་གནས་ག་ཚད་ཐུབ་ཐུབ་ཀྱི་བྱང་ཆུབ་ཀྱི་སེམས་ཀྱི་དང་ཉམས་ལེན་བྱས་ནས་དེ་ཡི་ཟིན་པའི་ཐོག་ནས་གཅིག་གི་བསྟན་པ་དང་འགྲོ་བ་ལ་གཅིག་གི་ཕན་ཐོགས་ཅིག། རྒྱ་ཆེར་ཡོང་ཐུབ་ཡ་ཞིག་གི་སྨོན་ལམ། པའི་ཞོ་ཁས་ཡ། ལངས་པོ་ད་ག། ངས་འདི་སྨོན་ལམ་རྒྱབ་སྡིག་གི་ཡོད། ག་ད་བསྟན་པ་རིན་ཆེན་མཆོག་གི་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་བརྒྱུད་པའི་ཕྱོགས་དེ་ནི་སྙིང་རྗེ་ཆེན་པོའི་ཡེ་རུ་བསྐྱོད་པའི་ཕན་བདེའི་གཏེར་གྱིས་གསལ་བར་བྱས་པར་ཤོག་བྱས་ནས། ད་ལྟའི་སྨོན་ལམ་འདི་རྟག་པ་བརྒྱབ་བསྡད་ཀྱི་ཡོད་རེད། ཨེ་ནས། སྨོན་ལམ་འདི་གང་བསམ་ཞིག་སྒྲུབ་པའི་བཟོ་བྱེད་མཐོང་གི་འདུག་དེང་སང་རྒྱ་ནག་ལ་ཆ་བཞག་ནས་ནང་ཆོས་ལ་དོ་སྣང་ཤུགས་ཆེན་པོ་ཅིག་ཡོད་བསྡད་པ་ཞིག་འདུག་དེ་ལྟ་དེ་ཡི་མཚན་པས་འཛམ་བུ་གླིང་གི་ས་ཁུལ་མང་པོ་ཅིག་ལ་ཅིག

སྔོན་ནས་དྲང་གནས་མཁན། ཕན་སེམས་ཀྱི་བློ་ལས་ཡར། ཚང་མས་གཅིག་གི་དགའ་མོས་བྱེད་ཀྱི་ཡོད་རེད། ཨེ་ནས། འགན་ངོས་ནས་ཆ་བཞག་ན། ག་ད་ཞོགས་ཁས་ལངས་པ་དག་བྱ་འཇུག་གི་སེམས་བསམ་བློ་བཏང་བསྡད་ཀྱི་ཡོད། སྨོན་ལམ་རྒྱབ་བསྡད་ཀྱི་ཡོད། ཨོ། ཨེ་ནས། དངོས་ཡོད་གནས་ཚུལ་ལས་ཡར། ག་ད་ཞིག། འགའ། ས་ཆ་ག་ས་ག་ལ་གླས་ཡོད་དུས། གཅིག་གིས་ཕན་པའི་བསམ་པ་དེ། གཅིག། བ་རྒྱ་ཆེར་སྤེལ་ཐུབ་པ་ཞིག་བྱུང་ན་བསམ་པས། བརྟན་པ་རིན་ཆེན་མཆོག་གིས་མ་ཁྱབ་བམ། ཁྱབ་ཀྱང་ཉམས་པར་གྱུར་པའི་མཆོག་དེ་ནི། སྙིང་རྗེ་ཆེན་པོའི་ཡེ་རབ་བསྐྱེད་པ་ཡི། ཕན་བདེའི་གཏེར་གྱིས་གསལ་བར་བྱེད་པར་ཤོག། ཟེར་བ་གིས་སྨོན་ལམ་འདི་རྒྱབ་བསྡད་ཀྱི་ཡོད།

བརྒྱ་ལྷག་ཅིག་ཞིག་གིས་ཕལ་ཆེར་བརྒྱ་དང་སུམ་ཅུ་སྐོར་ཅིག་འདོད་ཡག་གི་ཚད་མ་རོགས་བཞིན་འདུག་ཨེ་ནི། ཅི། ང་ཐད་ཀར་འབྲེལ་བ་ཡོད་པ་རྒྱ་ནག་ནང་ལ་སངས་རྒྱས་པའི་ཆོས་ཡག་པོ་དག་ཐུག་ཡག་ཅིག་དང། དེ་དང་དེས་མཚོན་པའི་ཡུལ་གྲུ་མང་པོ་ལ།